བདག་ཞེས་བགྱི་བ། བདག་དཔལ་པ་ཚུལ་ཞེས་བགྱི་བ། སྲིད་སྐྱོང་གི་ལས་ཁུར་ཞུ་སྒོ་མཐའ་དག། སྲིད་སྐྱོང་གི་ལས་ཁུར་ཞུ་སྒོ་མཐའ་དག། འབྲེལ་བའི་ཐོག་ནས། ལས་ཁུར་ཞུ་སྒོ་དང་འབྲེལ་བའི། གསང་བའི་དོན་གནད་ཤེས་རྟོགས་བྱུང་བ་རྣམས། གསང་བའི་དོན་གནད་ཤེས་རྟོགས་བྱུང་བ་རྣམས། བོད་དང་བོད་མིའི་ཁེ་ཕན་ཆེད། བོད་དང་བོད་མིའི་ཁེ་ཕན་ཆེད། གསལ་བསྒྲགས་བྱེད་དགོས། གསལ་བསྒྲགས་བྱེད་དགོས། གཞུང་འབྲེལ་ཐག་གཅོད་བྱུང་ན་མ་གཏོགས། གཞུང་འབྲེལ་ཐག་གཅོད་བྱུང་ན་མ་གཏོགས། སུ་ལའང་ཡང།

བོད་དང་བོད་མིའི་མགོན་སྐྱབས་དང་མཚོན་རྟགས། བོད་ཀྱི་ལྷ་རི་རྒན་གཤེན་རིགས་གཟིགས་དབང། མིའི་གཟུགས་སུ་བྱོན་པའི་ཁམས་གསུམ་ཆོས་ཀྱི་རྒྱལ་པོ། སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་སྒོ་གསུམ་གུས་བརྩི་མཚམས་ཆ་མངོན་དུ་ཕུལ་ཏེ། ཇི་ལྟར་གསོལ་འདེབས་ཞུ་འདོད་བཞིན། སྐབས་བཅུ་བདུན་པའི་བཀའ་ཤག་གི་སྲིད་སྐྱོང་དམ་འབུལ་མཛད་སྒོར་ཞབས་སེན་རེ་ཁེས་ཤིས་པ་མངོན་པར་བསྩལ་བ་ལ། ཐུགས་རྗེ་བཀའ་དྲིན་བླ་ལྷག་ཏུ་ཆེ་ཞུ་བ་དང་ཆབས་ཅིག་ཏུ། ས་ཐག་རིང་པོ་ནས་ངལ་བ་འཛེམས་མེད་ཀྱིས་མཛད་སྒོ་འདིར་ཆེད་ཕེབས་གནང་མཁན། ཤི་ལི་དང། ཨེལ་སེལ་བཱ་ཏོ། ཨིང་ལན། རྒྱ་གར། དང་གཞན་ཡང་ཡུལ་གྲུ་ཁག་ནས་ཕེབས་པའི་གྲོས་ཚོགས་འཐུས་མི་རྣམ་པ་དང་སྐུ་ཚབ་རྣམ་པ། བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་ལས་ཟུར་རྣམ་པ། ལས་བྱེད་རྣམ་པ་དང་འདི་གར་གདན་འཛོམས་པའི་སེར་སྐྱ་མང་ཚོགས། བོད་དོན་རྒྱབ་སྐྱོར་ཚོགས་པ། ལྷག་པར་དུ་གཞིས་བཞུགས་བོད་རིགས་སྤུན་ཟླ་བཅས་ལ་འཚམས་འདྲིའི་བཀྲ་ཤིས་ལན་ཞུ་ཡོད། ང་རང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྲིད་སྐྱོང་འོས་མིར་ལངས་སྐབས། སྤྱི་ཚོགས་དུམ་བུར་འགྲོ་གཞིའི་འོས་བསྡུའི་བྱེད་སྒོ་གང་ལའང་ཞུགས་རྒྱུ་མིན་པའི་དམ་བཅའ་བཟུང་བ་ལྟར་ལག་བསྟར་ཞུས་ཡོད་ཐོག་ད་ཐེངས་ཀྱང་འོས་བསྡུའི་དྲིལ་བསྒྲགས་ཀྱི་ལས་འགུལ་གང་ཡང་བརྩམས་མེད་ནའང། མང་ཚོགས་ཀྱིས་ཚད་མཐོའི་མང་མོས་རྒྱབ་སྐྱོར་དང་བཅས་ཡང་བསྐྱར་སྲིད་སྐྱོང་དུ་འདེམས་ཐོན་བྱུང་བར། འོས་བསྡུའི་ལས་རིམ་ནང་མཉམ་ཞུགས་གནང་མཁན་ཚང་མར་ཐུགས་ཆེ་ཞུ་རྒྱུ་ཡིན། བཀའ་ཤག་སྐབས་བཅུ་དྲུག་པའི་ལས་རྒྱུན་རིང། ཆབ་སྲིད་དང་འཛིན་སྐྱོང། སྤྱི་ཚོགས་བདེ་དོན་གྱི་ལས་དོན་ཁག་ལ་གྲུབ་འབྲས་གང་དང་གང་ཐོན་པ་རྣམས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་མཛད་པ་འཕྲིན་ལས་རྒྱ་ཆེར་བསྐྱངས་པས་ཐུགས་རྗེ་བྱིན་རླབས་དང། བོད་སྐྱོང་ལྷ་སྲུང་དམ་ལྡན་རྣམས་ཀྱིས། དུས་དང་རྣམ་པ་ཀུན་ཏུ་གཡེལ་མེད་སྡོང་གྲོགས། ཆགས་བྲལ་བཀའ་བློན་རྣམ་པ་གསུམ་གྱིས། སོ་སོའི་ལས་ཁུངས་ཀྱི་འགན་བཞེས་ཐོག། བཀའ་ཤག་གི་ལས་དོན་ཐོག་ཕྱར་གྲུ་མཉམ་འདེགས། སྲི་ཞུ་ལས་བྱེད་རྣམ་པས་ཁུར་ཁྲིའི་བྱེད་སྒོ་ཁག་ལ་རྒྱུན་མར་འགན་འཁུར་ཧུར་བསྐྱེད། ཚོགས་སྡེ་དང་སེར་སྐྱ་མང་ཚོགས་ཀྱིས་ཁྱོན་ཡོངས་ནས་མཐུན་འགྱུར་རྒྱབ་སྐྱོར་བྱེད་པའི་རྣམ་སྨིན་འབྲས་བུ་ཁོ་ནར་ངོས་འཛིན་ཞུ་གི་ཡོད་ལ། སྒོས་སུ། གཞིས་བཞུགས་སྤུན་ཟླ་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གདུང་དང། བོད་མི་རིགས་ཀྱི་ངོ་བོ་གཅེས་འཛིན་གྱི་ཆོད་སེམས་རི་རབ་བཞིན་བརྟན་པར་བཟུང་བ་འདི་ནི་ང་ཚོའི་ལས་ཀ་བྱེད་སྐབས་སེམས་ཤུགས་ཀྱི་འབྱུང་ཁུངས་གཙོ་བོ་ཡིན་པས་གོ་སྐབས་འདི་བརྒྱུད་ཚང་མར་སྙིང་ཐག་པ་ནས། ཐུགས་རྗེ་ཆེ་ཞུ་གི་ཡོད། སྐབས་བཅུ་བདུན་པའི་བཀའ་ཤག་ནས་ཀྱང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་སྙིང་དབུས་སུ་བཅངས་ཏེ། ཁྲིམས་སྒྲིག་གི་རྨང་གཞིའི་སྟེང་སྤྱི་སྙོམས་དྲང་བདེན་དང། སྲིད་ཇུས་ཀྱི་ལག་བསྟར་བརྒྱུད་ནུས་པ་མཉམ་སྤུངས། ཐུན་མོང་གི་དམིགས་འབེན་ཐོག་གོམ་པ་མདུན་སྤོ་བྱེད་པའི་དམ་བཅའ་རྒྱུན་འཁྱོངས་ཞུ་རྒྱུ་དང། བོད་དོན་བདེན་མཐའ་མ་གསལ་བར་དུ་བོད་དོན་འཐབ་རྩོད་རྒྱུན་གནས་ཡོང་ཐབས་དམིགས་ཡུལ་གཙོ་བོར་བཟུང་སྟེ་ཆབ་སྲིད་དང་སྤྱི་ཚོགས་བདེ་དོན་གྱི་བྱེད་སྒོ་ཁག་སྤེལ་རྒྱུ་ཡིན། ད་ལྟའི་རྒྱ་གཞུང་གི་སྲིད་བྱུས་འཛིན་སྟངས་ལ་བལྟས་ན། སྲིད་དབང་དེ་འདྲ་ཞིག་དང་མཉམ་དུ་གཉིས་མོས་ཀྱི་ཐར་ལམ་འཚོལ་བའི་གོ་ཡུལ་དེ་ཙམ་ཨེ་ཡོད་སྙམ་ན་ཡང། སྐབས་བཅུ་བདུན་པའི་བཀའ་ཤག་གིས ྋསྤྱི་ནོར ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་གཞིར་བཟུང། བོད་རྒྱའི་དཀའ་རྙོག་སེལ་རྒྱུར་འཚེ་བ་མེད་པ་དང། གྲོས་མོལ། གཉིས་ཕན། རྒྱུན་གནས་ཐུབ་པ་བཅས་ཀྱི་ཐབས་ལམ་འཚོལ་སླད། བོད་རྒྱའི་དཀའ་རྙོག་མ་སེལ་བར་དུ། བརྟན་པོ་དང་ལྷིང་པོའི་ཐོག་ནས་རྒྱ་ནག་གཞུང་དང་ལྟ་སྐུལ་འབྲེལ་བ་མུ་མཐུད་ཉར་རྒྱུ་དང་ཆབས་ཅིག་ཏུ། རྒྱལ་སྤྱིའི་སྟེང་དབུ་མའི་ལམ་ལ་གདེང་འཇོག་ཡོང་བའི་ཐབས་ཇུས་སྣ་ཚོགས་མུ་མཐུད་ལག་བསྟར་བྱེད་ངེས་ཡིན། ཨ་རི་གཞུང་གིས་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ཉིས་སྟོང་ཉི་ཤུ་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་སྤྱི་ནོར་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཐད་རྒྱ་ནག་གཞུང་གིས་ཐེ་བྱུས་བྱས་ཚེ། ཨ་རི་གཞུང་ནས་དེར་ཉེས་ཆད་གཏོང་རྒྱུ་དང། རྒྱལ་སྤྱིའི་སྟེང་གནོན་ཤུགས་སྤྲོད་རྒྱུ་གཏན་འབེབས་བྱས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་བཞི་ལོར་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་ཀྱི་ཁྲིམས་ཡིག་གཏན་འབེབས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་གནས་བབ་དང། བོད་དོན་འཐབ་རྩོད་ཀྱི་ངོ་བོ། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་ཕྱོགས་བཅས་པ་གསལ་སྟོན་གནང་ཟིན་པ་བཞིན། ང་ཚོས་མུ་མཐུད་རྒྱལ་སྤྱིའི་སྟེང་རྒྱལ་བའི་ཡང་སྲིད་དང། བོད་ཀྱི་ལོ་རྒྱུས་གནས་བབ་ཐོག་རྒྱལ་སྤྱིའི་སྤྱི་ཚོགས་སུ་རྒྱ་གཞུང་གི་འཁྱོག་བཤད་ངན་བྱུས་ཐེར་འདོན་དང། དངོས་དོན་འགྲེལ་བརྗོད་བརྒྱུད་རྒྱབ་སྐྱོར་ཐོབ་ཐབས་བྱེད་དགོས་ཀྱི་ཡོད། ད་ལྟའི་ཆར་བོད་ནང་གི་མཛའ་དག་གི་གནད་དོན་ནི་རྒྱ་ནག་གཞུང་གིས་ཁྲིམས་ཡིག་གི་རྒྱབ་རྟེན་དང་བཅས་ཕྱོགས་ཡོངས་དང་ཁྱོན་ཡོངས་ནས་བོད་ནང་བོད་མི་རིགས་རྩ་གཏོར་གྱི་སྲིད་ཇུས་ལག་བསྟར་དང་ཆབས་ཅིག་བོད་མིའི་སྒྲིག་འཛུགས་ཀྱིས་མཚོན་པའི་ཚོགས་སྡེ་ཁག་དང། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ནང་དཀྲོག་གཏམ་དཀྲུག་ཤིང་གི་བྱེད་ཐབས་སྣ་ཚོགས་སྤྱད་དེ་བོད་དོན་འཐབ་རྩོད་ཀྱི་ནུས་སྟོབས་ཉམས་དམས་སུ་གཏོང་བའི་ངན་ཇུས་མངོན་སུམ་དུ་བཏིང་ཟིན་ཡོད་པས། བོད་དོན་དྭང་བླངས་ཞུ་གཏུག་ལས་འགུལ་བས་མཚོན་པའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་བཅས་ནས་རྒྱལ་སྤྱི་དང་རྒྱལ་ཁབ་སོ་སོའི་ནང་མི་རིགས་རྩ་གཏོར་དང་འགྲོ་བ་མིའི་རིགས་ལ་རྒོལ་བའི་ནག་ཉེས། ཀྱི་གནད་དོན་དེ་རིགས་ལ་ཁ་གཏད་གདོང་ལེན་བྱེད་སྒོར་རྣམ་དཔྱོད་རྩལ་སྤྲུགས་དང་ནུས་པ་སྣ་འབུག་མཉམ་སྤུངས་སྔར་ལྷག་བྱེད་དགོས་ཆགས་ཡོད། བོད་དོན་འཐབ་རྩོད་དང་སྤྱི་ཚོགས་བདེ་དོན་བསྒྲུབ་ཕྱིར། སྒྲིག་འཛུགས་ཚགས་ཚུད་ནུས་ལྡན་ཞིག་མེད་དུ་མི་རུང་བ་ཡིན་པས། བཀའ་ཤག་སྐབས་བཅུ་དྲུག་པས་སྒྲིག་འཛུགས་ཀྱི་དགོས་མཁོ་བཞིན། གློག་རྡུལ་འཛིན་སྐྱོང E-Governance ལ་དམིགས་པའི་ལས་གཞི་ཁག་གཅིག། འགོ་འཛུགས་དང་མཇུག་སྐྱོང་བྱེད་མུས་ཐོག་སྐབས་བཅུ་བདུན་པའི་ལས་ཡུན་རིང། མི་ཆ་དང་འཕྲུལ་ཆས་སྡེ་ཁག་བཅས་ཀྱི་ནུས་པ་འཛུགས་སྐྲུན་རྨང་གཞིར་བཞག་སྟེ། གྲངས་འཛིན་དང་གྲངས་མཛོད་མ་ལག་འཐུས་སྒོ་ཇེ་ཚང་དུ་བཏང་ནས། གློག་རྡུལ་འཛིན་སྐྱོང་གི་བྱེད་སྒོ་ཁག་གཅིག་ལག་བསྟར་འགོ་འཛུགས་བྱེད་ཐུབ་པའི་དམིགས་ཚད་བཟུང་ཡོད་ལ། བརྡ་འཕྲིན་ལག་རྩལ་དང་མིས་བཟོས་རིག་ནུས་ལ་བརྟེན་ནས་བོད་དོན་དྲིལ་བསྒྲགས་ཀྱི་ནུས་རྩལ་གོང་འཕེལ་དང། འཛིན་སྐྱོང་གི་ལས་ཆོད་མཐོར་འདེགས། སྤྱི་པའི་ཞབས་ཞུ་མཁོ་སྤྲོད། གཞུང་དམངས་ཀྱི་འབྲེལ་ལམ་ཤུགས་སྣོན་རྒྱག་རྒྱུ་འདི་འཛམ་གླིང་གང་སར་མཐོ་འགྲེམས་སུ་གནས་པའི་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་མཚོན་ན་ལས་གཞི་ཧ་ཅང་འཚམ་ཤོས་ཤིག་ཡིན་པས། བཀའ་ཤག་གིས་དེའི་ཐོག་ནུས་ལྡན་གྱི་ཐབས་ཤེས་ཅི་རིགས་བསྟེན་བཞིན་ཡོད། གནས་ཚུལ་འཚོལ་སྡུད་དང་དབྱེ་ཞིབ། འགྲེམས་སྤེལ་བཅས་བོད་མིའི་སྒྲིག་འཛུགས་ཀྱིས་གནས་ཚུལ་འཛིན་སྐྱོང་མ་ལག་ཚགས་ཚུད་བཟོས་ཐོག། བོད་དོན་གནས་ཚུལ་དང་བོད་མིའི་མངོན་འདོད་ཁག་ལག་ལེན་བསྟར་རུང་གི་བརྒྱུད་ལམ་ཁག་ཚང་མ་བཀོལ་སྤྱོད་བྱས་ཏེ། གནས་ཚུལ་སྤྲོད་ཡུལ་གང་ཡིན་དེར་དུས་ཐོག་གོ་བརྡ་གསལ་སྤྲོད་ཐུབ་པའི་བརྡ་སྤྲོད་ཀྱི་ཐབས་ཇུས། Communication Strategy། འཆར་འགོད་དང་ལག་བསྟར་བྱ་རྒྱུ་ཡིན། བཙན་བྱོལ་བོད་མི་ཚོས་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་ཁྲིམས་སྒྲིག་ཁག་ལ་བརྩི་སྲུང་དགོས་པ་སྨོས་མེད་ཐོག་རྒྱལ་སྤྱིའི་ཁྲིམས་ལུགས་དང། བོད་མིའི་གནས་ཡུལ་རྒྱལ་ཁབ་ཁག་གི་ཡུལ་ཁྲིམས་ལ་བརྩི་སྲུང་ཞུ་རྒྱུ་དེ། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དམ་བཅའ་གལ་གནད་ཆེ་ཤོས་ཤིག་ཡིན་པ་དང། དེ་ནི་ང་ཚོ་བཙན་བྱོལ་དུ་གནས་མི་གནས་ལ་ཐུག་པའི་གནད་དོན་ཞིག་ཡིན་པ་ལྟར། བཀའ་ཤག་གིས་འདས་པའི་དུས་ཡུན་རིང་བོད་མིའི་སྒྲིག་འཛུགས་མ་ལག་དང། རང་སྐྱོང་དང་ཟུར་སྐྱོང་སྡེ་ཚན་ཁག་ལ་ཉམས་ལེན་ལག་བསྟར་གྱི་འབད་བརྩོན་རིམ་པར་ཞུས་པ་རྣམས་མུ་མཐུད་རྒྱུན་འཁྱོངས་བྱ་རྒྱུ་ཡིན་ལ། དེ་བཞིན་དུ་བོད་མི་གནས་ཡུལ་སོ་སོའི་ཡུལ་མི་ལྷན། འཆམ་མཐུན་མཉམ་གནས་དང་ཐུགས་མཐུན་ཁྲིམས་གཙང་ཡོང་རྒྱུ་ནི་སོ་སོའི་མི་ཚེ། ལྷིང་འབའ། མི་ཚེ་གཞི་ལྷིང་བག་འཕེལ་ཡོང་བའི་འགན་ལེན་ཙམ་དུ་མ་ཟད། བོད་མི་རིགས་ཀྱི་ཡ་རབས་བཟང་སྤྱོད་ཁྱབ་སྤེལ་དང་ཆེ་མཐོང་ལ། ལ་རྒྱ་སྲུང་སྐྱོབ་སྲུང་སྐྱོང་གི་ཐབས་ཚུལ་ཡག་ཤོས་ཤིག་ཀྱང་ཡིན་པ་ཚང་མས་སེམས་ཁོང་དུ་འཛིན་གལ། རྒྱལ་སྐྱོང་དང་ཉམ་ཐག་ནད་པ། ལུས་སེམས་དཀའ་ངལ་ཅན་ལ་ལྟ་སྐྱོང་མ་ལྷག་པ་བྱ་རྒྱུ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡང་ཡང་ནན་གསུངས་གནང་བའི་བཀའ་དགོངས་ཡིན་པ་མ་ཟད། སྒྲིག་འཛུགས་ཀྱི་ལས་འགན་གཡོལ་ཐབས་མེད་པ་ཞིག་ཀྱང་ཡིན་སྟབས། འཁོས་ཞན་མི་དེ་དག་ཚུད་པའི། Vulnerable Groups། དེ་གའི་དེ་ཚུད་པའི་སྤྱི་པའི་སྒྲིག་མཚུངས་འཛུགས་སྐྲུན་ལས་གཞི་ཁག་མཇུག་སྐྱོང་བདག་གཅེས་དང། གཞོན་སྐྱེས་ཀྱི་ནུས་རྩལ་སྐྱེད་སྲིང། སློབ་གྲྭ་ཁག་ཟླ་སྒྲིལ་གྱིས་མིག་སྨན་མིག་འཕེན་ཡོང་བ། འཕྲོད་བསྟེན་ལྟ་སྐྱོང་དང་ནད་རིགས་སྔོན་འགོག་སོགས་སྤྱི་ཚོགས་བདེ་དོན་དང་འབྲེལ་བའི་འཆར་འཕར་ལས་གཞི་རྣམས་ཕྱི་གསལ་ནང་གསལ་དང། སྤྱི་སྙོམས། ནུས་ལྡན། ཕུགས་འཕེར་གྱི་དམིགས་ཚད་བཟུང་སྟེ་བསྒྲུབ་རྒྱུ་ཡིན་ལ། བོད་མིའི་སྒྲིག་འཛུགས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་རང་ཁ་རང་གསོ་ཡོང་བའི་ཕྱོགས་སུ་བསྐྱོད་རྒྱུ་ནི། བོད་དོན་འཐབ་རྩོད་འགན་སྲུང་དང་རྒྱུན་གནས་ཐུབ་མིན་གྱི་འགག་རྩ་གཙོ་བོ་ཞིག་ཡིན་པས། དེའི་ཐད་དང་བླངས་ཀྱིས་ལེགས་སྐྱེས་འབུལ་མཁན་ཚོར་ཐུགས་རྗེ་ཆེ་ཞུ་རྒྱུ་དང། ཚོགས་སྒེར་ཚང་མས་ད་དུང་དེའི་ཐོག་ནུས་པ་མཉམ་སྤུངས་ཇི་ཡོད། ནུས་པ་སྤུངས་ཐབས་ཇི་ཡོད་སྙིང་ལ་བཅངས་ཏེ་འབད་འབུངས་གནང་བའི་རེ་བ་ཡོད། བཀའ་ཤག་སྐབས་བཅུ་བདུན་པས་ལས་དོན་བྱེད་སྒོ་མཐའ་དག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་སུན་བཟོ་མི་དགོས་པ་དང། གཞིས་བྱེས་བོད་མི་རྣམས་བློ་ཕམ་འབྱུང་མི་དགོས་པ་ཞིག་ཡོང་ཐབས་བྱ་རྒྱུ་གཞི་རིམ་གྱི་དམ་བཅའ་བྱ་རྒྱུ་ཡིན་ཞིང། རྒྱལ་བའི་གོ་དོན་དང་བསྟུན་ན་ནིང་ནས་བཟུང་ཚོགས་སྒེར་མང་པོ་ཞིག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པ་བཞིན་རྒྱལ་བ་དགྱེས་པའི་མཆོད་སྤྲིན་ངོ་མ་ནི། བཀའ་བཞིན་བསྒྲུབ་རྒྱུ་དེ་ཡིན་པས་ང་ཚོ་བོད་མི་ཚོས་རང་ཉིད་ཆབ་སྲིད་ཀྱི་བཙན་བྱོལ་བ་ཡིན་པའི་ངོ་རྟགས་མ་བྱས་པར། སྤྱི་ཚོགས་ནང་ཁུལ་མ་མཐུན་པ་རྣམས་མཐུན་པའི་ཕྱོགས་སུ་འབྲི་ཐབས་བྱས་ཏེ་བོད་སྤྱི་པའི་རྩ་དོན་ཐོག་སོ་སོར་འཁྲི་བའི་ལས་འགན་བསྒྲུབ་རྒྱུའི་སེམས་ཤུགས་བསྐྱེད་དགོས་པའི་འབོད་སྐུལ་ཞུ་གི་ཡོད། རྒྱ་གཞུང་གིས་བོད་མི་རིགས་རྩ་གཏོར་གཏོང་བའི་སྲིད་ཇུས་ཇི་ལྟར་གདུག་རྩུབ་ཆེ་ནའང། སྲིད་པ་ཆགས་པ་ནས་གངས་ལྗོངས་ས་མཐོའི་བདག་པོ་ངོ་མ་ཡིན་པའི་བོད་མི་རིགས་འཆི་གསོན་གྱི་ལས་དབང་དེ་རྒྱ་ནག་རྒྱ་གཞུང་གི་འདོད་པ་དང་བྱ་བྱེད་ཁོ་ནས་ཁ་ལོ་བསྒྱུར་ཐུབ་པ་ཞིག་མིན་པས་གཞིས་བཞུགས་སྤུན་ཟླ་རྣམ་པས་སོ་སོའི་ཁྱིམ་ཚང་གཞི་མར་བཟུང་སྟེ་བུ་ཕྲུག་ཚོར་བོད་ཀྱི་སྐད་ཡིག་དང་ནང་ཆོས་རིག་གཞུང་གི་བག་ཆགས་འཇོག་པའི་ཐབས་ཚུལ་ལ། འབད་འཁུར་ལེན་ཐུབ་པའི་རེ་སྐུལ་ཞུ་གི་ཡོད། གོ་སྐབས་འདི་དང་བསྟུན་ང་ཚོར་མཐུན་འགྱུར་རྒྱབ་སྐྱོར་གནང་མཁན་རྒྱ་གར་གཞུང་མང་དང་ཨ་རི་གཞུང་མང་གིས་གཙོས་པའི་འབྲེལ་ཐོགས་ཚང་མར་ཐུགས་རྗེ་ཞུ་རྒྱུ་དང་རྒྱབ་སྐྱོར་འདི་རིགས་ནི་ང་ཚོའི་བོད་དོན་བདེན་མཐའ་གསལ་བའི་འཐབ་རྩོད་ཀྱི་གཞི་རྟེན་གཙོ་བོ་ཞིག་ཡིན། མཇུག་མཐར། སྤྱི་ནོར་ཧོན་སི་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང། མཛད་ཁུར་རྣམ་བཞིའི་བྱིན་རླབས་འཇིག་རྟེན་ཁྱོན་ལ་དར་ཞིང་རྒྱས་པ་དང། གཞིས་བྱེས་མཉམ་འཛོམས་ཀྱི་སྐལ་བཟང་མྱུར་དུ་འཆར་བའི་སྨོན་ལམ་ཞུ། སྲིད་སྐྱོང་གིས།